ཆུ་བོའི་དབུས་ངོས་སུ་མ་མེད་སྲིན་དུག་རྒྱུན་མ་ཆད་པར་འཕུར་བ་ཡིན། ད་སྒྲོམ་སྟོན་པ་ཇོ་བོ་རྗེ་ཀས་དེ་ནས་ཞབས་ཕྱི་པའི་གསོལ་དཔོན་གྱི་སོ་ཁྲ་པོ་ཕྱག་ན་ཞབས་ཕྱི་བྱས་ནས་འཕུར་བ་ཡིན་གསུངས་སོ། ཇོ་བོའི་ནུ་མོ་དེ་རང་ལ་སྒྲོམ་རིན་པོ་ཆེ་ལ་དབང་བསྐུར་ཏེ་གསེར་གྱི་ཐུར་བོར་བཟུང། དེ་ནས་སྤུ་རིང་ནས་རིམ་གྱིས་ཕེབས་ཏེ། ད་ལྟོས་སྤུ་རིང་ནས་ད་ག་ལེར་ཕེབས་ནས། རིམ་གྱིས་ཕེབས་ཏེ་མང་ཡུལ་སྐྱིད་གྲོང། ད་ཐག་ཉེ་པོར་བ་དེའི་སྐྱིད་གྲོང་ལ། འདི་ནི་མང་ཡུལ་སྐྱིད་གྲོང་དུ་ཕེབས། དེ་ནས་བ་ཡུལ་བརྒྱུད་དེ་རྒྱ་གར་དུ་གདན་འདྲེན་རྩིས་བྱས་ཀྱང། ལམ་དུ་དམག་ཟིང་ཆེན་པོ་ལངས་པས་ལམ་འགག་ནས་ཕེབས་མ་ཐུབ། ད་སྐྱིད་གྲོང་ནས་མ་བལ་ཡུལ་བརྒྱུད་ནས་རྒྱ་གར་ལ་ཕེབས་རྩིས་གནང་འགྲོ་བ་རེད་དེ་དེ་ནས་ས་མཚམས་ལ་དེ་ནས་དམག་འཁྲུག་བྱུང་ནས་ལམ་འགག་དེ་ཡོད་ཡིན་པ་རེད། ལམ་འགག་ནས་ཕེབས་མ་ཐུབ།

འབྲོམ་སྟོན་པས་བོད་ལ་ཕེབས་རོགས་བྱས་ཟིན། ན་སོས་རྒྱ་གར་ལ་ཕེབས་རོགས་བྱས་ཟིན། ན་སོས་ནས་རྒྱ་གར་དུ་གདན་འདྲེན་ཚུལ་གཙོ་བོར་མཛད། ལམ་གྱི་དམག་འཁྲུག་ཅིག་གདན་འདྲེན་མ་ཐུབ་པས་ལོ་ཙཱ་བ་སྤྱི་བདག་ལ་ཐུག་སྟེ་ཡིད་བརླུང་བརླུང་པོར་གྱུར། ད་རྒྱ་གར་ལ་གདན་པའི་གང་ལ་རྒྱ་གར་ལ་གདན་པའི་གང་ལ་ལམ་ལ་དམག་འཁྲུག་ཡོད་ཙང་ཕེབས་ཐུབ་ཀྱི་ཡོད་མ་རེད། ད་ལོ་གསུམ་གྱི་དུས་ཚོད་དེ་རྫོགས་གྲོགས་བྱས་ནས། ན་སག་གྲོགས་བྱེད་ཀྱི་ཡོད་རེད་པ་ད། དེ་ཅི་རིགས་ཀྱང་ནི་ད་ནག་ཚོ་ལོ་ཙཱ་བ་བའི་སྤྱི་བསྒྲགས་ལ་ཐུག་ནས་པའི་སེམས་པའི་སྤྱིལ་པོ་མེ་བ་རླུང་རླུང་པོ་འདྲ་བོ་ཅིག་རེ་བ་ད་ཆགས་པ་རེད། དེ་སྐྱེ་བའི་ཀྱང་ནི་ཇོ་བོའི་ལོ་ཙཱ་བ་ལ་ནག་ཚོ་ལོ་ཙཱ་བ་ལ་དེ་ཙམ་སེམས་ལས་མི་དགོས་སོང་དེ་འདྲའི་སེམས་ཁྲལ་བྱེད་དགོས་ཡ་ཡོད་མ་རེད། སྒྲུབ་མ་ནུས་པ་ལ་ངེས་པ་མེད་སོང། སོ་སོའི་བི་གས་རེད་པ་ད་གང་ཐུབ་ཅི་ཐུབ་དེ་བྱས་རེད་པ་ད་ད་དེ་རྒྱ་གར་དེ་འདྲའི་ཞུ་ཡ་ཡིན་ན་ཡང་བསྒྲུབ་མ་ཐུབ་པ་ཡིན་ཙང་ད་ནི་མནའ་སྐྱེལ་བྱས་ཡོད་ན་གས་ཉེས་པ་ཡོད་མ་རེད་གསུངས་པ་རེད། བསྒྲུབ་མ་ཐུབ་བསྒྲུབ་མ་ནུས་པ་ལ་ཉེས་པ་མེད་གསུངས་པས་དེ་ནས་ལོ་ཙཱ་བ་ཤིན་ཏུ་དགའ་ནས་ལོ་ཙཱ་བ་ན་ཨ་ནི་དགའ་ནས་ཇོ་བོ་རྗེ་གས་པའི་དམིགས་བསལ་གནང་རེད་པ་ད་ཨ་ནི་ཤིན་ཏུ་དགའ་ནས་འོ་ན་བོད་དུ་མར་བྱོན་པ་ཞུ་ཟེར་རེད་པ་ད་འོ་ན་བོད་ལ་ཕེབས་རོགས་གནང་བྱས་རོགས་ཡང་ལོ་ཙཱ་བས། མཉམ་དུ། མར་འབྱོན་པར་ཞུ་ཞེས་ཞུས་པས་དེ་ནས། ཇོ་བོ་བོད་དུ་མར་འབྱོན་པར་ཐུགས་ཐག་བཅད། དེ་དུས་ལམ་དུ་འཁྲུག་པ། འཁྲུག་པ་བྱུང་སྟེ་ཇོ་བོ་ཕེབས་མ་ཐུབ་པ་ནི་བོད་སྤྱི་ཡི་བསོད་ནམས་ཡིན་པ་རེད། བོད་སྤྱི་གི་ད་བསོད་ནམས་ཀྱི་སྟོབས་ཀྱིས། ཇོ་བོ་རྗེ་རྒྱ་གར་ལ་ཕར་ཕེབས་པའི་ལམ་ཁར་ད་དམག་འཁྲུག་གི་བཀའ་ཤག་རོགས་ད་འོ་དེ་བསོད་ནམས་ཀྱི་སྟོབས་ཀྱིས་རེད་གསུངས་པ་ད། བོད་ཀྱི་བསོད་ནམས། བསོད་ནམས་ཡིན་པ་རེད། དེ་ལྟར་ཇོ་བོ་ཕེབས་མ་ཐུབ་པས་རྒྱ་གར་དུ་བང་ཆེན་བརྫངས་ནས། བང་ཆེན་ཟེར་ན་ད་ལན་བྱེད་མཁན། བརྫངས་ནས་གནས་བརྟན་གྱི་བཀའ་བཞིན་ཇོ་བོ་བ་པོ་བར་གདན་དྲངས་ཀྱང་ལམ་དུ་དམག་འཁྲུག་གིས། གདན་འདྲེན་མ་ཐུབ་པར་རེ་ཤིག་ཕྱིར་རེ་ཞིག་ཤི་ལོག་ཕེབས་དགོས་བྱུང། སླར་དུས་ཟིང་འཇགས་སམ། ཟིང་ཆ་འཇགས་སམ། གདན་འདྲེན་ཞུས་ཆོག་པ་དང། ཇོ་བོ་བོད་དུ་ཕེབས་ནས་བསྟན་བཅོས་ཀྱང་འདི་འདྲ་བ་མཛད། འགྲོ་དོན་ཡང་ཤིན་ཏུ་ཆེ་བས་རབ་ཏུ་བོད་དུ་བཞུགས་ཆོག་པ་འདྲ་མི་ཡོང་ངམ་ཞེས་ཞུ་ཡིག་དང་ལམ་སྒྲོན་ཇོ་བོའི་ཤག་དྲིལ་ངོ་མ་ཞིག་དང། གསེར་མང་པོ་བཅས་རྒྱ་གར་དུ་བརྫངས། དེའི་ཚེ་རྒྱ་གར་དུ་རང་རེའི་བོད་དང་མི་འདྲ་བར་ལོ་གཅིག་གི་ནང་དུ་བསྟན་བཅོས་གསར་པ་གང་བྱུང་བ་རྣམས་དཔེ་འབྲི་དག་རྣམས་ཕོག་ནས་གྲལ་གཤམ་ནས་ཤོག་བུ་རེ་རེ་བཞིན་དྲར་ལ་བཏང་ནས་ཚང་མས་རེ་རེ་བཞིན་གཟིགས་ནས་ཚིག་དོན་ལ་སྐྱོན་མེད་པ་རྣམས་དང་ཚིག་ལ་ཚིག་དང་དོན་ལ་སྐྱོན་མེད་མཁན་གྱི་འདྲི་བ་དག་དཔེ་ཆ་དེ་ཚོ་རྒྱ་བོད་ལ་ཞུས་ཏེ་རྩོམ་པ་པོ་ལ་བྱ་དགའ་གནང། བསྟན་བཅོས་དེས་ཁྱབ་བརྡལ་དུ་བྱས་ཆོག་པའི་དྲིལ་བསྒྲགས། ཚིག་ཚིག་སྒྱུར་ལེགས་ཀྱང་ཚིག་ཡག་པོ་ཡོད་ན་ཡང་དོན་ལ་སྐྱོན་ཡོད་རིགས། འདི་རེད་པ་ད། ཚིག་ལ་མི་སྟོན་དོན་ལ་སྟོན་ཟེར་ཡ་དེ་རེད། ཚིག་སྒྱུར་ལེགས་ཀྱང་དོན་ལ་སྐྱོན་ཡོད་རིགས་ཀྱི་བསྟན་བཅོས་དེས་ཁྱི་ཡི་མཇུག་མར་བཏགས་ཏེ་གྲོང་ཁྱེར་གྱི་གསང་པར་ཁྲིད་དེ་རྩོམ་པ་པོ་དང་བཅས་པར་དམའ་ཕབ། རྒྱ་བོད་ལ་བཞུད་ནས་ཕྱིན་ཆད་བསྟན་བཅོས་དེ་བསྒྲགས་མི་ཆོག་པར

ཆོས་ཀྱི་ལུགས་སྲོལ་མ་རེད། ཡུལ་གྱི་ལུགས་སྲོལ་རེད། དེ་ནས་ཡུལ་གྱི་ལུགས་སྲོལ་བཞིན་དཔེ་འགྲེལ་དེ་གྲལ་དུ་བཏང་བས། ད་ཇོ་བོ་རྗེ་ཀྱི་ལམ་སྒྲོན་ཤོག་བུ་གསུམ་པོ་དེ་ད་རྒྱ་གར་གྱི་དཔེ་འགྲེལ་དང་མང་པོ་འདུག་སེ་འཛོམས་ནས་ད་གྲལ་ལ་འདུག་སེ། མ་བཏང་ནས་ད་ཚིག་དོན་ལ་སྐྱོན་ཡོད་མེད་བརྟག་དཔྱད་བྱེད་པའི་སྒང་ལ་ལམ་རིམ་ཤོག་བུ་གསུམ་པོ་དེའི་ནང་དུ་བཀའ་མདོ་རྒྱུད་ཐམས་ཅད་ཀྱི་བརྗོད་བྱ་མང། མ་ཚང་བ་མེད་པ་བསྡུས་ནས་བསྟན་ཅིང་འདི་ལ་བརྟེན་ནས་གསུང་རབ་ཐམས་ཅད་གདམས་ངག་ཏུ་འཆར་བས་དཔེ་འགྲེལ་ཟླ་རྣམས་ལ་ཐུགས་ངལ་ཆེན་པོར་འཁྲུངས་པས། ད་དཔེ་འགྲེལ་ཟླ་གངས་དཀར་སློབ་པའི་ཐུགས་ངལ་ཆེན་པོ། ཞང་ཆུང་ལམ་གྱི་སྒྲོན་མ་གཟིགས་པ་ལ་བརྟེན་ནས་ད་ཐུགས་ངལ་ཞེ་དྲག་བྱུང་བ་རེད། ཐུགས་ངེས། བློ་བསྐྱེད་འདྲ་པོ་མང་པོ་ཞེ་དྲག་བྱུང་བ་རེད། བློ་བསྐྱེད་བྱུང་ཚད་སྦྱོར་བ། དེ་རེད། མང་པོ་བྱུང་བ་རེད། དེ་ཡིན་ད་དཔལ་འཕྲལ་དུ་རྣམས་ལ་ཐུགས་ངེས་ཆེན་པོ་འཁྲུངས་པས་ཐམས་ཅད་ཧ་ལས་ནས་མགྲིན་གཅིག་ཏུ་བསགས། ཇོ་བོ་བོད་དུ་ཕེབས་པས་བོད་པ་རྣམས་ལ་ལེགས་པར་མ་ཟད་ངས་རྒྱ་གར་བ་རྣམས་ལའང་ཤིན་ཏུ་ལེགས་པར་བྱུང་ཟེར་གང་གཱའི་འུར་ཆིལ་ཆིལ་འདྲ་པོ་རང་བཞིན་གྱིས་བྱུང་བ་ཡིན་པ་འདྲ་ཧ་ལས་ནས། འགྲོ་བ་དང་ལམ་སྒྲོན་མ་གློག་ཚ་བ་དག་གི་གང་ག་ཧང་སངས་པས། ཇོ་བོ་རྒྱ་གར་དུ་བཞུགས་ན་རྒྱ་གར་བ་རྣམས་ཤེས་རབ་དང་བརྩོན་པ་ཆེ་བས་བསྟན་བཅོས་འདི་ལྟ་བུ། འགྲོ་བ་དང། ཚིག་ཉུང་ཉུང་ལ་བས་དོན་ཚང་སྟེ་བ་འདི་རེ་གསུང་གི་མ་རེད། འདི་ལྟ་བུ་མི་གསུང། བུ་གླེན་ཞིང་བརྩོན་འགྲུས་ཆུང་བ་ལ་དགོངས་ནས་ཚིག་ཉུང་ལ་དོན་ཆེ་བས་བསྟན་བཅོས་འདི་ལྟ་བུ་མཛད། ཅེས་ཇོ་བོ་བོད་དུ་བཞུགས་པ་ལ་བསྔགས་བརྗོད་མང་དུ་གསུངས་པས། ད་ནི་དེང་རེ་ན་ཨ་ཀ་ར་དེའི་གཞུག་དེ་ཡོད་རེད་པ་ད། ད་དཔེ་འདྲེ་དེ་ཕྲུ་ག་ལྔ་བཅུ་བོས། ད་ཇོ་བོ་གྱི་བུ་ལ་ཕེབས་ཏེ་ཞི་བོ་ཡག་པོ་བྱུང་ཤག་ཟེར་ནས་ད་གང་ག་གི་སོང་ཡོད་ཟེར་བ། བྱེད་ཡིན་དུས་ད་ནི་དེང་རེ་ན་ཨ་ཀ་རས། ད་འོ་ན་དཔེ་འདྲེ་དེ་རྣམས་ཀྱིས་ཀྱང་སྔགས་རྒྱུད་དེ་ལྟར་མཛད། ཇོ་བོ་ཡང་བོད་དུ་བཞུགས་པ་ལ་རྒྱལ། འགྲོ་དོན་ཡང་ཆེ་བ་དེ་འདྲ་ཡོད་ན། ད་ཇོ་བོ་བོད་དུ་བཞུགས་ཆོག་པ་གྱིས། འོ་འདི་རེད། བོད་དུ་བས་གཏན་འཇགས་བྱས་ནས་བཞུགས་ཆོག་པ་གྱིས། དེའི་སྐུ་ཚབ་ལ། ཇོ་བོ་རྗེ་གི་སྐུ་ཚབ་ལ། ལམ་སྒྲོན་འདི་ལ་རང་འགྲེལ་ཞིག་མཛད་ནས་བསྐུར་ཞོག་ཅེས་པའི་ཡི་གེ་ཚུར་སྦྱོར་བ་ན། ད་བོད་ལ་སྦྱོར་བ་གང་ལ་ནག་ཚོ་ཤིན་ཏུ་དགའ་ནས། གནས་བརྟན་གྱི་ཁུར་རེ་ཙམ་ཞིག་བསྐུར་བ་ཉི་མ་དེ་རིང་ནས་སང་སོང་ཞེས་གསུངས་པ་རེད། འདུག་པ་དང་ལོ་གསུམ་ནང་ལ་བོད་ལ་རྒྱ་གར་ལ་གདན་འདྲེན་ཞུ་དགོས་ཀྱི་ཡོད་ཟེར་ནས་གནས་བརྟན་གྱི་བེར་ནག་བཀག་ནས་ཁུར་འདྲ་པོ་བསྐུར་བཞག་ཡོད་རེད་བ། ད་དེ་བོད་ཇོ་བོ་རྗེ་བོད་ལ་བཞུགས་ཆོག་པ་གྱིས་ཟེར་ཏེ་རྒྱ་གར་ནས་ཕར་ཡི་གེ་སྦྱོར་བ་ད་ག་ནག་ཚོ་ལོ་ཙཱ་བ་བོད་དགའ་ནས། ཟེར་བ་དང། ད་ཉི་མ་དེ་རིང་ནི་བའི་ཁུར་དེ་སངས་སོང་གསུངས་པས། དེང་སང་བསྟན་འགྱུར་ཁྲོད་དུ་བཞུགས་པའི། ད་ལམ་སྒྲོན་གྱི་རང་འགྲེལ་ཟེར་གྱི་ཡོད་རེད། འདུག་བ། བསྟན་འགྱུར་ནང་ལ། བསྟན་འགྱུར་ནང་ལ། དེ་རང་འགྲེལ་དུ་གྲགས་པ་འདི་ཇོ་བོའི་གསུང་ལ་ལྷད་ཞུགས་པ་ཞིག་ཡིན་པ་རེད་གསུངས། མ་གཞི་ཇོ་བོ་རྗེས་ཀྱི་རང་འགྲེལ། རང་འགྲེལ་ཟེར་ན་ཇོ་བོ་རྗེས་རང་གིས་བརྩམས་བྱས་ཡང་ན་རང་འགྲེལ་ཟེར་གྱི་ཡོད་རེད། རྩ་བ་དེ། རྩོམ་པ་པོ་རྩ་བ་དང་འགྲེལ་བ་གཉིས་རྩོམ་པ་པོ་གཅིག་ཡིན་ཙང་གཅིག་ལ་འབྲེལ་བ་དེ་ལ་རང་འགྲེལ་ཟེར་གྱི་ཡོད། རེད་དམ། རྩ་བ་དེ་གི་འབྲེལ་པ་དེ་རྩོམ་པ་པོ་རང་གིས་མཛད་ན་རང་འགྲེལ་ཟེར། རེད་མ། དེ་ཙང་མ་གཞི་རང་འགྲེལ་ཡིན་པ་ལ་དེ་ལ་དེ་ནི་ཡང། མཁས་པ་གཞན་གྱིས་བི་གའི། འདིར་བ་ད་ལྟ་མནན་བཞག་ཡང་དག་པོ། ཏོག་སི་མ་ཚང་ག་དྲི་ལ་བྱུང་བ་ཡིན་ན་བག་ཚོ་འགྱུར་བའི་སྒང་ལ་མ་ཚང་ཡིན་ན་ག་དྲི་ཆེ་བ་ཡིན་ན་ཨ་ནི་ཏོག་སི། ལྷད་ཞུགས་འདི་པ་གཅིག་རེད་ཤག། དྲུག། དེང་སང་བསྟན་འགྱུར་ཁྲོད་དུ་བཞུགས་པའི་རང་འགྲེལ་དུ་གྲགས་པ་འདི་ཇོ་བོའི་གསུང་ལ་ལྷད་ཞུགས་པ་ཞིག་ཡིན་པ་རེད། ད་དེའི་ཚིག་ནང་ལོགས་ལ་ཇོ་བོ་རྗེ་ཡི་རང་འགྲེལ་གྱི་ཚིག་མང་པོ་ཡོད་པ་འདྲ། ཚིག་དེ་ཚོའི་ཁ་ཤས། རབ་བདག་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་གསུང་འབུམ་ནང་ལ་ལོང་དྲངས་ཡོང་གི་འདུག་བ། རང་འགྲེལ་ལས་རང་འགྲེལ་ལས་སོགས་ཟེར། འདི་ནི། ཡིན་པ་རེད་གསུངས། དེ་ལྟར་ཇོ་བོ་དབུས་སུ་བྱོན་པར་ཉེ་བ་ན། ད་བོད་དབུས་ལ་མ་ཕེབས་ཡག་གི་ད་ཐག་ཉེ་བ་འདུག་གདའ། ཨ་ན་འབྲོམ་རིན་པོ་ཆེའི་སྔོན་ནི་དབུས་ཀྱི་མི་ཆེན་རྣམས་ལ་ད་མངགས་བཞག་ཡོད་རེད།

བོད་དོན་རྣམས་ཕེབས་བསུ་ལ་ཆས་པ། ཕེབས་བསུ་ལ་ཡོང་ཡག་གི་ཕེབས་ཡག་གི་རོ་པ་ད་གྲ་སྒྲིག་བྱས་ནས་པས། དེ་བྱས་པའི་སྒང་ལ་ཁུ་སྟོན་གྱིས་ཁུ་སྟོན་བཙུན་གྲོལ་བྱེད་ཡག་གི་རོ་པ་ད་ཁུ་སྟོན་ཟེར་ཡང་མཁས་པ་ཅིག་རེད། ཁུ་སྟོན་གྱིས་ངའི་མིང་མི་འདོགས་སོང་པར་ཟེར་ཡི་གེ་ནང་ལོག་ལ་རོ་པ་ད། ང་ལ་ཡི་གེ་མི་འདོགས་བ་ཅེར་ད་ང་ཤོག་ཟེར་ནས་ཡི་གེ་མི་འདོགས་བ་ཅེར་ཁུ་སྟོན་གྱིས་ངའི་མིང་མི་འདོགས་སོང་པར

འུ་རུ་ལངས་པ་དང་ཕེབས་བསུ་བྱོན་ཟོས་ད་རྟེན་འབྲེལ་འགྲིག་པ་འདྲ། དེའི་ཚེ་བོད་དོན་རྣམས་ཀྱི་བོད་ཀྱི་བླ་ཆེན་གྱི་ཆ་བྱད། ད་ཇོ་བོ་རྗེས་ཕེབས་བསུ་བྱེད་ན་ཚོད་བྱེད་ནས་འགྲོ་པ་ད་ཇོ་བོ་རྗེ་དེ་ནི་ཕ་ཕེ་གཙང་པོ་འདྲ་པོ་རེད་ད་གང་ཅི་སུ་ག་དེ་དང་ཕེ་བོད་ཀྱི་བླ་ཆེན་ཚོ་ཕ་ཇོ་ནི་ཚོད་བྱེད་ད་ཇོ་བོ་ཡོང་གི་ཡོད་རང་བ་ད་ཕེབས་བསུ་ཇོ་ཡོང་དུས། ད་བོད་ཀྱི་བླ་ཆེན་གྱི་ཆ་བྱད་ཐང་ཤ་དང། འདུག་ཟེར་ཐང་ཤུ་ཡོང་རང་བ་ད་ཐང་ཤ།

འདི་ནི་ཐང་ཤ་དང། འདི་ནི། རྟ་ཆིངས། བླ་ཆེན་གྱི་མཆོག་གུ་ཞིག་སོགས། ག་ས། མཆོག་གུ་ཞིག་ཟེར་མཁན་དེ་རེད་པ། སོགས་བྱོན་ནས་ཕེབས་པ་ཇོ་བོའི་རྒྱང་ནི་གཟིགས་མ་ཐག། བོད་ཀྱི་འདྲེ་མང་པོ་སླེབས་བྱུང་ཞེས་དབུ་བཏུམས་ནས་བཞུགས་པར་གསལ།

བུས་ནི་རུ་པ་ད། ཕྱག་ལེན་ཕྱག་ལ་ལེན་དུ་སྣང། ཆོས་གོས་རྣམས་སུ་བྱིན་ནས་ཕེབས་པའི་ཇོ་བོས་ཀྱང་མཉེས་ནས་ཕྱག་ལེན་མཛད། དེ་ནས་རིམ་བཞིན་དབུས་སུ་ཕེབས་ནས། ཆོས་ཀྱི་འཁོར་ལོ་རྒྱ་ཆེན་པོ་བསྐོར། གཡས་དབུས་ལ་ཕེབས་ནས་ད། ཆོས་ཀྱི་འཁོར་ལོ་རྒྱ་ཆེན་པོ་བསྐོར། བསྟན་འགྲོའི་དོན་བསླབ་ཆེན་པོ་མཛད། དེ་ཡང་འདི་ནི་མངའ་རིས་སྟོད་དུ་ལོ་གསུམ། མངའ་རིས་སྟོད་ལ་འདི་ནི་ལོ་གསུམ་བཞུགས། རྙེད་ཐང་དུ། ལོ་དགུ། མ་ང་འདྲ་པོ་རྙེད་ཐང་རེད་དོ། རྙེད་ཐང་རེད། སྒྲོལ་མ་གསུང་རྒྱུན་ཆེ་ད་ལྟ་རྒྱལ་ཡོད་པའོ་དེ་རེད། རྙེད་ཐང་དུ་ལོ་དགུ། དེ་ནས་དབུས་གཙང་གཞན་དུ་ལོ་ལྔ་ཕྱིན། ཁྱོད་ལོ་བཅུ་བདུན་གྱི་བར་དུ་བོད་དུ་བཞུགས་པ་རེད། དམ་ཆོས་འབྱུང་སོགས་སུ་ལོ་བཅུ་གསུམ་ལས་མ་བཞུགས་པར་གསུངས་པ་སོགས་ཡོད་ཀྱང་རང་ལུགས་རྗེ་བཙུན་ཙོང་ཁ་པ་ཆེན་པོའི་བཞེད་པ་འདི་རང་ཡིན་ཏེ། ཁོང་ག་རེ་ཟེར་ན་ནག་ཆུ། རྒྱ་གར་དུ་ལོ་གཉིས། བོད་དུ་ལོ་བཅུ་བདུན་བསྟན་པས། ལོ་ནི་བཅུ་དགུ་བརྟན་ཅིང་འགྲོགས་ན་ཡང། འོན་ཏེ། ཞེས་གསུངས་པ་ལྟར། དེ་ལྟར་ཇོ་བོ་ཆེན་པོ་བོད་དུ་སྦས་པ་ཆེན་པོའི་གདན་དྲངས་པའི་དགོས་དོན་གྱི་སྙིང་པོ། ཇོ་བོའི་གསུངས་པའི་ཆོས་ཀྱི་གཙོ་བོ་ནི་བྱང་ཆུབ་ལམ་གྱི་སྒྲོན་མ་འདི་ཉིད་ཡིན། དེ་ཡང་ཇོ་བོ་བོད་དུ་ཕེབས་ཁར་རྗེ་བཙུན་སྒྲོལ་མ་དང། ཇོ་བོའི་བླ་མ་དཔལ་འབྲི་སྟག་ཧ་ལ་ནག་པོ་ཞེས་པས་ཇོ་བོ་བོད་དུ་ཕེབས་ན། འདི་ནི་ཕ་ལས་བུ་འཛིགས། བུ་ལས་ཚ་བོ་བརྫིག། ཚ་བོ་ལས་ཡང་ཚ་བརྫིག། ཡང་ཚ་ལས་སུམ་ཚ་བརྫིག་པ་ཡོང། དེ་ནི་འཆར་ཏེ་འགྲོ་ཞེས་ལུང་བསྟན་པས་ས། ད་དེ་དུས། ལུང་བསྟན་ཇོ་བོ་རྗེ་ལ་ལུང་བསྟན་གནང་ནས། ཇོ་བོའི་བླ་མ་དཔལ་འདྲེ་དང་ཧ་ལ་ནག་པོ་ཞུ་བའི་དེ་དང། རྗེ་བཙུན་སྒྲོལ་མས། ཇོ་བོ་རྗེ་བོད་ལ་ཕེབས་པ་ཡིན་ན་ཕ་ལས་བུ་བརྫིག་པ་ཡོང་གི་རེད་གསུངས་རེད། དེ་ག་རེད་ཟེར་ན། ཕ་ནི་ཇོ་བོ་རང་ཉིད་བྱས། ལུང་བསྟན་གནང་ས་དེར་བ་ད་ཇོ་བོ་རང་ཉིད་ཀྱི་བུ་ནི་འབྲོམ་སྟོན་པ་དང། ད་དེའི་མཆན་དུ། འབྲོམ་སྟོན་འབྲོམ་སྟོན་རྒྱལ་བའི་འབྱུང་གནས་ནི། ཡབ་རྟ་གསུམ་སྐུ་གཤེན་དང་ཡུམ་ཁུ་བོའི་གཟའ་ཉིན་གྱིས། ཁོའི་འོད་ཟ་སྙིང་རྗེ། ད་སྔ་མ་སྔ་མའི་མིང་དེ་ཚོ་མཁན་ཚོགས་པ་དྲི་དུ་བ། སྲས་སུ། བོད་ཤིང་འབྲུག་སྤྱི་ལོ། གཅིག་སྟོང། བརྒྱ་མེད་བཅུ་མེད་བཞི་ལོར། དེ་ནས། སྟོད་ལུང་ཕུར་དུ་སྐུ་འཁྲུངས། འབྲོམ་སྟོན་པ་དེ་སྟོད་ལུང། ལ་སྐུ་འཁྲུངས། དགུང་ལོ་བཅུ་དགུ་ལོར། བླ་མ་སི་ཐུན། རྒྱལ་བར་མདོ་ཁམས་སྡེ་མིའི་ཡུལ་དུ། ཚོང་པ་དང་འགྲོགས་ནས་བྱོན་ཏེ་སི་ཚུན་དང་མཇལ། མཇལ་འཛོམས་བྱུང་བ་དེ་ནས་བཟུང་བསམ་སྤྱོད་གཉིས་ཀྱི་སྒོ་ནས། ཚུལ་བཞིན་དུ་བླ་མ་སི་ཚུན་པ་བསྟེན་ཏེ། མདོ་སྔགས་ཀྱི་ཆོས་གཞུང་མཐའ་ཡས་པ་ལ་སྦྱངས་བརྩོན་མཐར་ཕྱིན་པ་གནང་ཞིང། དགེ་འདུན་བྱིངས་མའི་ཁྲོད་དུ། བླ་མ་སི་ཚུན་མའི་སློབ་མ་བྱིངས་ཀྱི་ཁྲོད་དུ་བགྲོ་གླེང་མཛད་པར་སུས་ཀྱང་ལན་ལྡོན་སྤོབས་པར་མ་ནུས་ནས་མཁས་པའི་ཕུལ་དུ་ཕྱིན་པར་གྲགས་ཞེས་སྒྲོམ་སྟོན་པ་སྟེ། དེ་དུས་སུ་ཁུ་ཙུན་བརྩོན་འགྲུས་གཡུང་དྲུང་དང། རྔོག་ལེགས་པའི་ཤེས་རབ་གཉིས་ཀྱང་ཆུ་སྒྲ་དེར་བཞུགས་པས་ཁུ་རྔོག་སྒྲོམ་གསུམ་ཞེས་པའང་ཐོག་མར་ཁམས་སུ་གྲགས་པ་ཡིན། ས་རབ་བྱུང་དང་པོའི་ཆུ་རྟ་ཤིང་འབྲི་སྤྱི་ལོ་གཅིག་སྟོང། རྒྱ་མི་བཞི་བཅུ་ཞེ་གཉིས་ལོར་ཇོ་བོ་རྗེ་ཨ་ཏི་ཤ་སྟོད་མངའ་རིས་སུ་ཕེབས་པ་གསན་ཏེ་ཁམས་ནས་ཞབས་ཐང་གི་མངའ་རིས་སུ་ཕེབས། པོ་རང་སོའི་ཇོ་བོ་དང་མཇལ་ཞིང་ད་ཐང་གི་དེ་རེད། བླ་མར་བསྟེན། དེ་ནས་འབྲོམ་གྱི་ཇོ་བོའི་དབུས་སུ་གདན་དྲངས་ཏེ་བཀའ་ཆོས་མང་དུ་གསན། ཇོ་བོ་ཡབ་སྲས་ཀྱི་གསང་ཆོས་བཀའ་གདམས་གླེགས་བམ་དུ་གྲགས་པ་དེ། སྟོན་གྲངས་དུས་ཟླ་བ་གཅིག་སྟེ་ཟླ་བ་གཉིས་མ་གཏོགས་སྐད་ཅིག་ཀྱང་གྲགས་མ་མྱོང་པ། ད་ཁྲོ་བོ་ཀྱི་བུ་དེ་བྱོན་ནས་འབྲོམ་སྟོན་པ་དང་རེ་བ་ཏཱ་བླ་སློབ་པའི་བརྒྱ་ཕྲད་བྱུང་པ་ནི། ད་ལོ་བཅུ་རེ་བ་ཏཱ་ཟླ་བ་གཉིས་ཀྱི་རིང་རེ་མ་གཏོགས་གཞན་ཁྲོ་བོ་ཀྱེ་དང་མ་འདྲ་བ་མེད་པ་བས་ཞབས་ཕྱི་ཞུས་ནས་པའི་ཁྲོ་བོ་ཀྱེ་དང་ལྷན་ཅིག་གི་པའི་ད་འབྲོམ་སྟོན་པ་པའི་བཞུགས་བཞུགས་བྱས་པ་ཡིན། ཟླ་བ་གཉིས་ག་རེ་བྱས་པར་ཟེར་ན་ཟླ་བ་གཅིག

རལ་གྲིའི་མགོན་པ་དེ་ཕྱག་བཏབ་ཉིན་དེ་སྒྲོམ་སྟོན་པ་ཡིན་པར་བ་རེ་བ་དང་སྒྲོམ་སྟོན་པ་བྱས་ད་དེ་ནས་མ་སྐུ་མགྲིན་དེ་ནི་ཁྲི་ཆེན་ངག་དབང་མཆོག་ལྡན་ཁྲི་ཀའི་བསྟན་པ་རབ་རྒྱས་ཟེར་ད་མ་རལ་གྲིའི་སྐུ་མགྲིན་ནི་མ་རེ་བ་འོང་དེ་རེད། མགོན་པ་ཕྱག་བཏབ་པ་ནས་བཟུང་ཇོ་བོ་རྗེའི་བཞེད་སྲོལ་དར་སྤེལ་བྱུང་བའི་ཆོས་ལུགས་ལ་བཀའ་གདམས་པ་ཞེས་སུ་ཞེས་སུ་གྲགས། བཀའ་གདམས་ཟེར་ཡ་དེ་ད་དེ་དུས་བྱུང་བར་ད་བཀའ་གདམས།

ལེགས་པའི་ཤེས་རབ་སོགས་བ་སོ། ད་ཕ་ལས་བུ་འཛིན་སའི་ཕ་དེ་ཇོ་བོ་རྗེ་བྱས། བུ་དེ་དེ་ནས་འབྲོམ་སྟོན་པ་དང། ཨ་ནི་ལེགས་པའི་ཤེས་རབ། སོགས་བ་སོ། ད་མང་པོ་ཡོད་རེད་བ་སོ་ད་ལ། གངས་ཅན་ཇོ་བོ་རྗེ་གི་དངོས་སློབ་ཅིག་ཡོད་རེད་བ། དེ་ལ་བུ་ཟེར་གི་ཡོད་རེད། བླ་མ་དེ་ད་ལ། རེད་བ་ད་ཕ་ཞོ་ཡ་འདྲ་བོ་བྱས་མིང་འདྲ་བོ་དེ་ལ། དེའི་དངོས་སློབ་དེ་ལ་བུ་བྱས་ལེགས་པའི་ཤེས་རབ་སོགས་སོ། ཚ་བོ་ནི་སྐུ་མཆེད་གསུམ་སྟེ་སྐུ་རྡོ་བ། སྤྱན་སྔ་བ། ཕུལ་བྱུང་བ། མཐའ་སྒྲོམ་སྟོན་པ་དང་དེ་ཚུལ་དགེ་དངོས་ལུགས་དེ་ཚོར་བ། ཡང་ཚ་ནི་དགེ་བཤེས་གླང་རི་དམ་པ་དང་ཤ་ར་བ་གཉིས་སོ། གསུམ་ཚ་ནི་སངས་རྒྱས་དབོན་སྟོན་དང་སངས་རྒྱས་དགོངས་པ་སོགས་ཀྱི་དུས་ཡིན་ས། ད་གཟིགས་པའི་དོན་ནི་སྔ་མ་སྔ་མ་ལས་ཕྱི་མ་ཕྱི་མའི་དུས་སུ་བསྟན་པ་ཁྱབ་བརྡལ་ཇེ་ཆེར་སོང་བའི་དོན་ཡིན་ས། ད་རྫིག་རྫིག་ཟེར་ཡ་དེ། རེད་པ་དང། བླ་མ་ཚོས་རྫིག་རུ་རྫིག་རུ་འགྲོ་གི་ཡོད་པའི་སྐད་ཆ་མ་རེད་པ། གང་བྱས་པས་དེའི་ཁ་ཐུག་བེ་གའི་བསྟན་པ་དེ་བེ་གའི་དར་ཆེ་རུ་ཆེ་རུ་འགྲོ་ཡ་གཅིག་རེད། རྫིག། རྫིག་པའི་དོན་ནི་སྔ་མ་སྔ་མ་ལས་ཕྱི་མ་ཕྱི་མའི་དུས་སུ་བསྟན་པ་ཁྱབ་བརྡལ་ཇེ་ཆེར་སོང་བའི་དོན་ཡིན། ད་འདི་འདྲ་པོ་གཅིག། དེ་ནས་ཆོས་རྗེ་བདེ་ཆེན་སྙིང་པོ། དྭགས་པོ། རོ། དྭགས་པོ་བླ་མ་རིན་པོ་ཆེ་ཀུན་ལྡན་ལམ་རིང་བསྲེལ་ནས་གངས་དཀར་སེང་ཚ། ཨ་ན། བསྟན་པ་གྲགས་པ་པའི་ལྕགས་ཀྱུ་བདེ་ཆེན་སྙིང་པོ་ལ་གཏད་པ་གནང། རེད་པ་ད། གཏད་པ་གནང། ཨ་ནི།

ཞེ་དྲག་བླ་མ་བསམ་གྱིས་མི་ཁྱབ་པ་ཞིག་ཡོད་པ་དང། བཀའ་མཆོག་གི་ལྗགས་ལོངས་པའི་ཉི་མ་རེ་རེར་ཡང་པོད་མང་པོ་གནང་ཐུབ་མཁན་དེ་འདི་ཞིག་རེད། གནང་ཐུབ་མཁན་བརྒྱ་ལ་ཨ་ཡོད་ཉིན་ཅིག་ཡང་པོད་མང་པོ་གནང་ནས་བཞུགས་ཡང་ཡག་ཅིག་གསན་ནས་བཀའ་རྙིང་ཕོ་སྒྲོག་ཕོ་སྒྲོག་བྱས། བྱས་ག་ལ་ཡང་བཞུགས་ཚར། བརྒྱ་བཅོངས་ནས་བརྒྱ་ལ་ཨ་ཡོད་པ་དེ་གཟིགས་ནས་ཟེར་ད་བོད་ཀྱི་ལུགས་སྲོལ་གུས་ཞབས་བྱས་ནས་བརྒྱ་བཅོངས་ན་བཀའ་ཤག་ད་ཚོགས་འདུ་ཡོད་ཚོད་ད་བ།

ཁྱེད་རང་ཚོས་གཟབ་གཟབ་ཡག་པོ་བྱས་ན་སུམ་ཚ་དེ་རེད་ཡོད་ཨ་ནི་སུམ་ཚ་ནི་མ་ཨ་ནི་དེ་རེད་ད་ལ་ཡ་ཁྱེད་མེད་རེད་ད་ཨ་གསུམ་དེ་བྱས། ལམ་རྒྱས་རིམ་པ་དེ་གོ་མི་ཆོད་པའང་དེ་བྱས། ད་གཟིགས་པའི་དོན་ནི་སྔ་མ་སྔ་མ་ལས་ཕྱི་མ་ཕྱི་མའི་དུས་སུ་བསྟན་པ་ཁྱབ་བརྡལ་ཇེ་ཆེར་སོང་བའི་དོན་ཡིན། དང་དུ་རེ་བ་བྱ་ཡ་དུ་བ

གནོན་པ་བྱས་པས་ཅུང་ཟད་ཆགས་ཏེ་སོང་བ་ཡིན། ཆགས་ཏེ་སོང་བ་ཡིན། ད་བཀའ་གདམས་འདི་བཀའ་གདམས་རྙིང་མའི་ཁ་ཐུག་གི་དེ་གསུང་གི་ཡོད་རོ། བཀའ་གདམས་རྙིང་མའི། ད་ང་ཚོའི་བཀའ་གདམས་གསར་མ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ནས་མ། མ་གཞི་བཀའ་གདམས་རྙིང་མ་དེ་གཞི་བཞག་ཆ་ཚང་ཡོད་པའི་ཐོག་དེ་ལ་ཨ་ནི་གསར་མའི་ལུགས་དེ་རེད་ད། དེ་ག་ལ་རྗེས་ནས་སྣོན་པའི་བྱ་ཡ་ག་རེ་ཡོད་མེད་ད་ཧ་གོ་མེད་འདུག་ད། སུམ་ཚ་གི་ཁ་ཐུག་ལ་སྣོན་པའི་ག་རེ་བརྒྱབ་ཡོང། དེ་ནས་བརྗོད་བྱུས་ག་རེ་བཏང་ཡོང་ཧ་གོ་མ་རུང་བ། རྗེས་གནང་རེ་སྣོན་པ་བརྒྱབ་པས་ཅུང་ཟད་ཆད་དེ་སོང་བ་ཡིན། དེ་ལྟར་ཇོ་བོ་ཆེན་པོའི་བསྟན་པའི་སྲོལ་ནུབ་པ་རྣམས་གསར་དུ་བཙུགས། སྲོལ་ཅུང་ཟད་ཡོད་པ་རྣམས་འཕེལ་བར་མཛད། ལོག་པར་རྟོག་པའི་དྲི་མས་སྦགས་པ་རྣམས་ལེགས་པར་བསལ་ཏེ་བསྟན་པ་རིན་པོ་ཆེའི་དྲི་མ་དག་བྲ་བར་མཛད་ཟིན། དེ་ལྟ་བུའི་བྱང་ཆུབ་ལམ་གྱི་རིམ་པ་འདི་ཉིད་ཇོ་བོའི་སྒྲོམ་ལ་སྣང་སྟེ། སྒྲོམ་གྱི་ཁུངས་གཞན་ལ་སྔགས་ཀྱི་གདམས་པ་སྣང་ནས། ཇོ་བོ་དཔལ་ལྡན་ཨ་ཏི་ཤའི་སྔགས་ཀྱི་དེ་གདམས་པ་མན་ངག་འགྲེལ་པ་རྣམས་ནང་གི་ཡོད་རེད། ཡིན་ན་ཡང། སྒྲོམ་སྟོན་པ་ལ་སྒྲོམ་གྱི་ཁུང་གཞན་ལ་སྔགས་ཀྱི་གདམས་པ་གནང་ནས་ངུས་ལ་ལམ་རིམ་འདི་གནང་བ་གང་ཡིན་དྲིས་པས་ངས་ཁྱོད་མིན་པར་གཞན་ལ་གཏད་ས་མ་རྙེད་ཅེས་གསུངས་ནས་སྒྲོམ་ལ་ལྐོག་ཆུས་སུ་གནང། ས་ཞང་རྒྱུད་ལམ་གྱི་རིམ་པ་དེ་སྒྲོམ་སྟོན་པ་ལ་ཁ་ཁ་གསུངས་ཤིང། ཡང་དེ་རེད། སྒྲོམ་ནི་ཚོགས་ཤེས་དུས་མཛད་ཅིང། ད་ཚོགས་པ་ཆེན་པོ་ལ་ཕེབས་པའི་ལམ་རིམ་གསུང་ཡ་གི་སྒོ་གྲགས་པ་དེ་སྒྲོམ་སྟོན་པས་མཛད་དོ།

དེ་ནས་དེ་ལས་སོ་ལ། དེ་ལས་ཅུང་བསྡུས་པའི་ལམ་རིམ་བསྟན་རིམ་དང་སྦྱར་ནས་འཆད་པ་སྒོམ་པ་བ་ནི་སྣེའུ་བཟུད་པར་བརྗོད་པ་བཀའ་གདམས་ལམ་རིམ་པ་དང། ད་མདོ། བདུད་རི་བྱིན་རྟེན་འབྲེལ་སྙིང་པོ་ཁྲིད་སོགས་བླ་མའི་མན་ངག་དང་སྦྱར་ནས་འཆད་པ་སྤྱན་སྔ་བ་ནི་བྱ་ཡུལ་པ་ལ་བརྒྱུད་པའི་བཀའ་གདམས་མན་ངག་པ་དང་བརྒྱུད་པ་གསུམ་བྱུང། དེ་ཡང་མིང་དངོས་སུ་མ་བཏགས་ཀྱང་དེང་སང་མེད་པ་མིན་ཏེ། བཀའ་གདམས་གཞུང་གསུམ་གསལ་ཏེ། དེང་སང་མེད་པ་མིན་ཏེ། གཞུང་ཆེན་གཞུང་བཀའ་པོད་ལྔ་ལ་སློབ་གཉེར་ད་གདན་ས་ཚོགས་ལ་རོལ་པ་དང་གཞུང་བཀའ་པོད་ལྔ་ལ་སློབ་གཉེར་གྱི་དེ་རྣམས་ལམ་རིམ་དུ་དྲིལ་ཏེ་ཉམས་སུ་ལེན་པ་ནི་བཀའ་སྡོམ་གཞུང་པ་བ་ད་གདན་ས་ལ་ཕེབས། རོལ་པ་དང་འཆད་ཉན་གྱི་བི་གའི་འཆད་ཉན་ཡོད་ས་ལ་ཕེབས་ནས་པོད་ཐེངས་ལྔ་ལ་ཕེབས་སློབ་གཉེར་ཡག་པོ་བྱས་ནས་དེ་ཚོ་གང་ག་བའི་ཚུལ་བསྒྲིལ་ནས་ལམ་རིམ་དུ་དྲིལ་ཏེ་བའི་ཉམས་སུ་ལེན་མཁན་ཡོད་རོལ་པ་དང་བ་དེ་བཀའ་སྡོམ་གཞུང་པ་བ་རེད། དེ་ཙམ་མ་ནུས་ད་པོ་ཏིང་ནག་པོས་ཆེན་པོ་རོ་བ་འོ་ད་དེ་ཆ་ཚང་བི་གི་བལྟ་མ་ཐུབ་མཁན། དེ་ཙམ་མ་ནུས་ཀྱང་བློ་གྲོས་དང་བརྩོན་འགྲུས་བརྩོན་པ་ཆེ་བ་ཆེ་བས་ཨ་ནི་ལམ་རིམ་ཆེ་ཆུང་ལམ་རིམ་ཆེན་མོ་དང་ལམ་རིམ་འབྲིང་དང་འོ་ད་དེ་འདྲའི་གི་བི་གའི་ལམ་རིམ་ཆེ་ཆུང་ལྟ་བུའི་ཐོས་བསམ་བྱེད་དེ་ཉམས་སུ་ལེན་པ་ནི་བཀའ་གདམས་ལམ་རིམ་པ།

སྒོ་བཞི་གཉིས་བསྟན་ཚུལ་ནི་མི་ལུས་པའི་ཟུང་འཇུག་གི་སྤགས་པའི་འགྲོ་སྟངས་ཀྱི་ལམ་པས་རྐང་སྣ་ཚང་བལྟས་པ་པ་ཉམས་སུ་བླང་གིན། ཉམས་སུ་ལེན་པ་ནི་བཀའ་གདམས་མན་ངག་པ་ཡིན་ཞེས་ཁྲི་ཆེན་ངག་དབང་ནོར་བུས་གསུངས་རྒྱུན་ཡིན་ཚུལ། བདག་གི་སྐྱབས་མཆོག་བླ་མ་རིན་པོ་ཆེའི་གསུང་ཞེས་གསུངས། ད་གང་ཆེ་དེ་ག་ཡིན་རེད་གསུངས་སྐོར་བ་བླ་མའི་གསུང་རེད་གསུངས་བ་ལ་ད། ཞེས་གསུངས། དེ་ལྟར་བཀའ་གདམས་ཀྱི་བརྒྱུད་པ་གསུམ་པོ་ཡང་ཟབ། ཨ་ནེ་སྔར་ཞུས་པ་ལྟར་རྗེ་བཙུན་ཙོང་ཁ་པ་ཆེན་པོ་ནི་ཁྲོ་བོ་གཅིག་འདྲིས་སུ་གྱུར། རྗེ་བཙུན་ཙོང་ཁ་པ་ཆེན་པོས་ལམ་རིམ་ཆེ་འབྲིང་ཆུང་གསུམ་མཛད་ནས། མཛད་ཚུལ་སྔར་ཞུས་པ་ལྟར་ལ་ཁ་སེང་སྔོན་མོ་ཞུ་ཡིན་པ། དེ་ཡང་རྗེ་རིན་པོ་ཆེ་ལ་འཇམ་པའི་དབྱངས་དུས་རྟག་ཏུ་བླ་མ་དང་སློབ་མའི་ཚུལ་དུ་མཇལ་ནས་མདོ་སྔགས་ཀྱི་ཟབ་ཆོས་མཐའ་ཡས་པ་ཞིག་བསྩལ།

ཆོས་ཀྱི་མཐར་ཐུག་སྟོན་པ་ཐོད་པའི་དབང་པོ་ལ་ཐུག་པའི་རིང་བརྒྱུད་ལ་གཙོ་བོར་མཛད་པ་མ་གཏོགས། ཉེ་བརྒྱུད་དང་རིང་བརྒྱུད་གཉིས་ནང་ནས་དེ་གའི་རིང་བརྒྱུད་ལ་དེ་གའི་ལྟ་གཞན་དག་ལ་བར། མི་གཞན་ལ་བར། གསུང་ཡང་དྲག་པོ་དང་བསྟན་ཡང་དྲག་པོ་དེ་ལ་རིང་བརྒྱུད་གཙོ་བོ་གནང་གི་ཡོད་རེད། མ་གཏོགས་ཉེ་བརྒྱུད་ལ་དེ་སྤྱི་དང་ཉེ་བརྒྱུད་ལ་ཆ་འཇོག་མ་མཛད་པ་དང་མ་རེད་བ། ཉེ་བརྒྱུད་དེ་གསང་བ་དྲག་པོ་ཆེ་སྦས།

ངེད་ཀྱིས་བསྟན་པའི་ལམ་མཆོག་གསུམ་གྱི་ནང་དུ་མ་འདུས་པ་འདུག་གམ་ཞེས་རྗེ་བཙུན་ནས་ཀུ་རེ་ཟུང་སོ། ཀུ་རེ་ཟེར་ན་སྐུ་ཚེའི་ནང་ཟེར་བ། གསུངས་སོ། མཛད་པར་རྗེ་བཙུན་གྱིས་གསུངས་པའི་ལམ་མཆོག་གསུམ་སྲོག་ཏུ་བྱས། ལམ་སྒྲོན་ཤེས་བྱ་རྩ་བའི་གཞུང་དུ་བྱས། དེའི་སྟེང་དུ་དེ་ནི་བཀའ་གདམས་ཀྱི་མན་ངག། གཞན་དུ་མི་ཁ་བསྐངས་ནས་བསྒྲིགས་པ་ཡིན་ཚུལ་ཞུས། ལྷག་མཐོང་ཆེན་མོ་ནས་མཛད་ཀྱང་འགྲོ་དོན་ཕྱིར་མི་ཡོང་དགོངས་ནས་མ་མཛད་པ་ན། ལྷག་མཐོང་གི་སྐོར་ཡང་རྩོམ་ཞིག་དང་འགྲོ་དོན་འབྲིང་ཞིག་ཡོང་ཞེས་གསུངས་པ་སོགས་གསང་བ་བསམ་གྱིས་མི་ཁྱབ་པའི་རྣམ་ཐར་མང་དུ་མཆིས་པ་སོགས་མཚམས་འདིར་རྗེའི་རྣམ་ཐར་རྒྱས་པ་ཞུ་དགོས་ཀྱང་ད་ལམ་ཞུ་ཁོམ་མ་བྱུང་བས་རྣམ་ཐར་གྱི་ཕྱག་དཔེ་ཞིབ་ཏུ་གཟིགས་པར་བྱོས། ད་ཁོམ་པོ་བྱུང་ན་འདིའི་ཁ་ཐུག་དེ་འཇང་དགུན་བླ་མ་ཙོང་ཁ་བ་ཆེན་པོའི་རྣམ་ཐར་རྒྱས་ཤིང་རྒྱས་པ་ཅིག་ཞུ་དགོས་ཀྱི་ཡོད་རེད།

ནས་དགེ་སློང་གིས་བསྒྱུར་བར་བ་དེ་ཡིན་རིགས་བྲིས་པའི་རྣམ་ཐར་གྱི་བཀའ་དྲིན་གནང་དུ། དང་པོ་ཐོས་བསམ་གནང་དུས་བཀའ་དྲིན་གནང་བྱ། འོག་ཏུ་ཐོས་པ་གནང་དུས་ཨ་ནི་བསམ་བསྒོམ། འོག་ཐོས་བྱས་ནས་ད་གང་བྱས་པའི་སངས་རྒྱས་ཀྱི་བསྟན་པ་ལ་པའི་བྱ་བ་ག་རེ་ག་རེ་མཛད་བྱ། བོད་གངས་ཅན་གྱི་ཞིང་ལ་པའི་བཀའ་དྲིན་གྱི་བཀའ་དྲིན་བསྐྱང་བྱ། འོག་དེ་ར་བ་ད། འོག་དེ་ཚོའི་བའི་རྣམ་ཐར་ལ་མ་མཇལ་བས་ན་ཨ་ཀོ་མ་ར་བ་རྣམ་ཐར་དེ་མཇལ་ཡ་དེ་གལ་ཆེན་པོ་ཡོད་རེད་འོ་དུས་ཟེར། འོ་དེ་ནས། ཆགས་པའི། ཞིབ་ཏུ་གཟིགས་པར་མཛོད། ལྷོད་ལྷོད་ཡིན་པའི་ཁ་དོག་ལ། དེ་ལྟར་རྗེ་བཙུན་ཙོང་ཁ་པ་ཆེན་པོའི་བསྟན་པ་འདི་ནི་ཇོ་བོའི་བསྟན་པ་ཐམས་ཅད་མ་ཚང་བ་མེད་པ་ཡོད་པའི་ཐོག་ཏུ། ད་ཇོ་བོ་རྗེ་ཁི་པའི་གསུང་བྱ་ཡག་གི་བསྟན་པ་ཐམས་ཅད་མ་ཚང་པ་ཆ་ཚང་ཡོད་པའི་སྒང་དེ་ལ། ད་ག་རེ་བར་ཟེར་ན་སྙིགས་དུས་ཀྱི་ཚེ་ཐུང་གཅིག་ལ་མི་ལུས་པའི་ཟུང་འཇུག་སྒྲུབ་པའི་མན་ངག་ཟབ་ཆེ་བླ་ན་མེད་པ་དང་ལྡན་པ་ཡིན། ད་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བསྟན་པ་འདི། རྗེས་སོང་གི་ལམ་རིམ་རྣམས་ལ་ཡང་བཀའ་གདམས་གོང་མའི་ལམ་རིམ་ལ་མེད་པའི་ཟབ་ཆོས་མང་དུ་མཆིས་པ་ཞིབ་ཏུ་བལྟས་ན་ཤེས། དེ་ལྟར་རྗེ་རིན་པོ་ཆེ་ནས་ལམ་རིམ་བརྒྱུད་ཚུལ་མང་དུ་མཆིས་ཀྱང་ཡོངས་སུ་གྲགས་པའི་བརྒྱུད་པའི་གཙོ་བོ་ཁྲི་ཆེན་རྗེ་འདོད་གསུང་ཚུལ་ཁ་སང་ཞུས་པ་ལྟར་ཡིན། ཁ་སང་སྔོན་མ་ཞུས་པ་ཡིན་པ་ཁྲི་ཆེན་རྗེ་ལམ་རིམ་ཁྲི་ཆེན་རྗེ་ཟེར་ཡ་བ་དེར་བརྒྱུད་པ་དེ་དེར་ཡང་སྲིད་རྒྱུན་མ། འོག་དང་སྦྱར་བ་བསོད་ནམས་ཀུན་འབྲིང་གསུམ་པ་བསོད་ནམས་རྒྱ་མཚོ་རྫས་སྦྱར་བ། ལམ་རིམ་འདིར་བ་དང་སྲིད་བྱུས་མ། སྦྱར་བ་ལྔ་པའི། དེ་ནས་འཇམ་དཔལ་ཞག་ལོངས་གཉིས། མདོ་རྐྱང་པའི་དབང་དུ་བྱས་ནས་སོགས་པ་རེད། མདོ་རྐྱང་པའི་དབང་དུ་བྱས། དེ་ཡི་གེ་དེ་ནི་སྔོན་འགྲོའི་སྦྱོར་བཅུའི་སྟོན་པའི་ཁ་ཐུག་ལ་ཡང། རེ་བ་དང། བཤེས་གཉེན་ལ་མ་དགོས་པ་ནི། དེ་ཀའི་བདག་ཉིད་ཀྱི་ཚད་མའི་བར་ཟད་ཅིག་མ་གཏོགས་སྣང་མཆེད་ཐོབ་གསུངས་ཀྱི་བསྙེན་སྣང་ཕྲ་མོའི་བར་གསུངས་ཡོད་པ་རེད།

གོ། འདིར། བཤེས་གཉེན་ལ་མ་བཀོད་པ་ནི་འདི་ནི་སྣང་མཆེད་ཐོབ་གསུམ་གྱི་གཉིས་སྣང་ཕྲ་མོའི་བར་གྱི་གཤིན་རྗེའི་གློག་གི་གློག་སྣང་མཐའ་དག་མྱུར་དུ་འགགས་པ་དང་ཟད་དེ་ཡོངས་གྲོལ་བ་སྣང་མཆེད་ཐོབ་གསུམ་ཟད་ཅིང་སངས་སྔགས་ཀྱི་བའི་སྐད་ཆ་ཞིག་རོལ་བ་དང་ཚིག་ཞིག་རོལ་བ་དང། དེ་ཡང་ཞར་ལུང་གི་ཁྲིད་རྒྱུན་བསྡུས་པ་བློ་རྒྱུད་ཀྱི་བརྒྱུད་ཚུལ་ནི།

ག་དེ་ཟེར་ན། ྋགོང་ས ྋརྒྱལ་བ་ལྔ་པ་མཆོག་ནི་ད་ཡོངས་གྲགས་དེ་དབུས་པའི་བརྒྱུད་པ་དེར་བ་ད་ལྷོ་བརྒྱུད་ཀྱི་དེ་དམིགས་བསལ་གྱི་གསུང་ངོ། ྋགོང་ས ྋརྒྱལ་བ་ལྔ་པ་མཆོག་ནི་འཇམ་པའི་ཞག་ལུང་རྒྱས་པ་ལ་ས་བདག་ཕབ་སྟེ། མ་བདག་དྲག་པོ་བཅོལ་ནས་བ་བདུད་རུ་བཏང་ཡང། མ་བདག་བཅོལ་ནས་ས་བདག་ཕབ་སྟེ་ལམ་རིམ་བསྡུས་པ་ཞིག་བཏོན་ནས ྋརྒྱལ་བ་ལྔ་པ་རང་གིས། ཨ་ནི་ལྕགས་ཡོས་ཚོགས་ཞིང་ཁྲུས་ཁང་སོགས་ཞག་ལུང་དབུས་བརྒྱུད་དང་མི་འདྲ་བའི་མན་ངག་དང་བཅས་ཨེ་བསླབ་པ། དབྱེ། དབྱེ་པ་བླ་མའང་བྱམས་པ་རིན་ཆེན་ལ་གནང་བསམ། དེའི་གཟིམ་ཤག་མཁན་ཆེན་བློ་བཟང་མཁས་བཙུན་ལ་གནང། འདི་མཁྱེན་རབ་ཀྱི་རྩལ་ཆེ་བའི་ཞི་དྲག་གི་དཔེ་མཁྱེན་སྟོབས་ཆེན་པོ་ཅིག་ཡིན་པ་འདྲ་རིག་སྟོབས་ཆེན་པོ་ཅིག་དེ་ཡིན་དུས་ཚ་ཐག་ཕག་ལུག་དེ་ལ་དཔེ་བསྡུ་སེམས་ཉམས་ཤེས་རབ་ཞིབ་དཔྱོད་གནང་ཡོང་དུས། ཕག་ལུག་ལ་བརྗིད་དུས་སྣ་ཚོགས་ཤིག་ཐུགས་ལ་ཤར་བས། ཐུགས་དོགས་མ་ཆོད་པར་ས་བཅུད་འདི་བདག་པོ་ལྔ་པ་ཆེན་པོ་རང་ལ་ཞུ་དགོངས་ནས་སྐུ་མདུན་རང་དུ་དངུལ་འཇལ་བྱེད་རྒྱང་བསླ་བ་དང་བྱས་ནས་གྱ་གྱུར་གཅིག་གི་ཡུན་ལ། སོས་ཆའི་ཚོད་ཡར་གྱི་ཡུན་ཚོད་གཅིག་ལ། གྱ་གྱུར་གཅིག་གི་ཡུན་ལ། ཀ། ལམ་རིང་ཆ་ཚང་གསན་པའི་རོ། ཆ་ཚང་གསན་པའི་རྣམ་ཐར་རྨད་དུ་བྱུང་ས། དངོས་ནས་བྱས་ན་དེ་ནི་གྱ་གྱུར་གཅིག་གི་ནང་ལ་ལམ་རིང་ཆ་ཚང་གསན་ཐུབ་ཡ་དེ་ཡོང་གི་མ་རེད་དེ། ད་དེ། སྣང་ཡིན་གྱིར་བ་ད། བྱིན་རླབས་འདྲ་བོ་བྱིན་གྱིས་བརླབས་པའི། བ་ད་རྟེན་འབྲེལ་གྱི་ཐོག་ནས། འདིའི། རྩེ། ཚོགས་པའི་མཁན་པོ་མཛད། འོ་ན་འདི་ནི། གཟིམ་ཤག་མཁན་ཆེན་བློ་བཟང་ཁྱེད་ཚུན་ཞུ་ཡ་དེ། ཨ་ནི་རྩེ། འདི་ནི་ཚོགས་པའི་མཁན་པོ་མཛད། འདི་ནི། སྐུ་ཚེ་སྨད་ལ་དབེན་གནས་ལམ་རིམ་ཆོས་སྡིངས་སུ་སྒྲུབ་པ་ལ་སྦྱོར་བའི་བགྲོད་པའི་གོ་འཕང་མཐོན་པོར་ཞིག་བསགས། ད་དེའི་དེ་ནས་ཡེར་པའི་གྲུབ་ཆེན་ཕུན་ཚོགས་རྒྱ་མཚོ་ལ་གནང། དེ་ཡང་ཉུང་འཕྲི་ཟླ་བ་གསུམ་ལ་རྫོགས་པར་མཛད། ཞི་ལྷག་གི་རྟོགས་པ་ཁྱད་པར་ཅན་ཐུགས་རྒྱུད་ལ་འཁྲུངས་ནས་ཡེར་པར་སློབ་མ་མང་པོ་ཉུང་འཕྲི་བྱས་ཀྱང། བདེ་མཆོག་ལུས་ཅན་གྱི་སྒོ་ནས་གྲུབ་པ་ཐོབ་པ་སྟེ། ལྷོ་རྒྱུད་ཀྱི་བླ་མ་ཕར་ཆེ་བ་དེ་ལྟར་ཡིན། ལྷོ་རྒྱུད་ཀྱི་བླ་མ་ཕར་ཆེ་བ་པའི་འཁོར་ལོ་བདེ་མཆོག་གི་བའི་གྲུབ་པ་ཐོབ་འདོད་པ། དེ་དེ་རྐྱང་རྐྱང་རེད་ཡོད་རེད་གསུངས་རེད་ཡོང་གི་ཡོད་རེད། དེ་ལྟར་ཡིན་གསུངས་སར། དེས་དབྱེ་བླ་མ། མཁའ་སྤྱོད་བསྟན་དར་ལ་གནང། དེས་མཁན་ཆེན་དགེ་འདུན་འཇམ་དབྱངས་ལ་གནང། འདིར་ལྷོ་རྒྱུད་ཞར་ལུང་རྒྱས་པར་རྟགས་ཕབ་རྒྱུ་མ་དག་རྒྱུན་འབྱམས་བྱུང་དོགས། ལེ་ཚན་ལོགས་སུ་ཡོད་པ་འདི་བཀོད་པ་རེད་ད་དཔེ་ཆ་ཟུར་དུ་མཛད་ནས

འདི། ལེ་ཚན་ལོགས་སུ་ཡོད་པ་དེ་བཀོད་པར་མཛད། འདི་སྔར་བྲིས་མ་ལས་མེད། རེ་བ་ད། དང་པོ། པི་ཀའི་པར་ས་ལྟ་བུ་མེད་པ་ཅིག་ཆགས་ཀྱི་བྲིས་ཆ་ཡང་ལོགས་སུ་རེ་བ་ལ། མེད་ཀྱང་ལྕགས་ཀྱི་སྒྲུབ་ཁང་རིན་པོ་ཆེ་ནས་པར་དུ་བསྐྲུན། གནང་མཛད། མཁན་ཆེན་དགེ་འདུན་འཇམ་དབྱངས་ཀྱིས་རྗེ་ངག་དབང་མཐུ་སྟོབས་ལ་གནང། དེས་དག་སྒྲ་མཁན་ཆེན་བསྟན་པ་རྒྱ་མཚོ་ལ་གནང། འདི་དག་སྒྲར་སློབ་གཉེར་སྐབས་གཞོན་གྲལ་གྱི་ཤིང་བཤགས་དུས་དབུ་མའི་ལྟ་བ་རྙེད་པ་རེད་གསུངས། འགྲོ་བ་དང། མཁན་ཆེན་བསྟན་པ་རྒྱ་མཚོ་ཞུ་ཡ་དེ་དང་པོ་དང་པོ་ནི་དེ་གའི། དྭགས་པོ་གྲྭ་ཚང་གི་མཁན་པོ་ཡིན་པ་དང་དྭགས་གྲྭ། དྭགས་པོ་གྲྭ་ཚང། དེ་ནས་དེ་གའི། བཞུགས་ནས་དགུང་ལོ་ཆུང་ཆུང་ག་ལ་ཤག་ཐེ་བཅུག་ནས་བེར་བ་འགྲོ་བ་དང་ལག་ཐེ་ཤག་ཐེ་འདྲ་པོ་འཇུག་ནས། གྲྭ་ཚང་གི་ལས་ཀ་ལས་ནས་བེར་གས་བྱས་ནས་ཤིང་ཤག་ཐེ་བའི་ཁ་ཐུག་ཅིག་ལ།

དར་སྣམ་བུ་སོགས་འབུལ་མཁན་གང་བྱུང་འཛིན་ཆགས་ཀྱང་མི་མཛད། བསྟོད་དབང་ཡང་མི་མཛད། དེ་བླ་མ་འདི་ད་ཁྱེད་ཚོས་དེ་བ་ད་མཛད་པ་པས་བསམ་གྱིས་མི་ཁྱབ་པ་གྱིས། འདི་ལ་པའི་དངུལ་ཡོད་ད་དར་དང་འབུལ་བ་ག་རེ་ཕུལ་བ་ཡིན་ན་འཛིན་ཆགས་རྒྱུན་གནང་གི་ཡོད་མ་རེད། བདག་པོ་རྒྱུན་བཅུག་གི་ཡོད་མ་རེད་མི་ལ་སྤྲད་གནང་གི་ཡོད་མ་རེད། སུ་གང་ལ་བར་མ་སྤྲད་ཅེས། ཁོ་རང་གིས་བདག་པོ་མ་བྱོན་གཡུག་བཞག་ཡོད་རེད། འདི་རེད། གཏོང་བར་མི་མཛད་པར་ཉེ་འགྲམ་གྱི་བྲག་གསེབ། བྲག་གསེབ་ཅིག་ཏུ་བཅུ་བར་མཛད། ད་ག་ཚི་ཕྱི་ལོག་ལ་བབས། རྗེས་སུ་མི་རབས་ཁ་ཤས་སོང་ན་ཡང་དེར་བརྩམས་ན་རྣམ་རོལ་དང་བཀྲམ་དགའ་སོགས་རྙེད་རྒྱུ་ཡོད་པའི་རྣམ་ཐར་ཡ་མཚན་བསགས། ཆོས་སྦྱིན་མི་མཛད་པ་ཡང་རྗེས་སུ་རློམ་སེམས་སྐྱེ་བའི་ཉེས་དམིགས་ལ་དགོངས། སྦྱིན་པ་ར་ཅི་ཐང་ག་བྱས་ན་ང་རོ་བདའ། ད་ཡང་རློམ་སེམས་སྐྱེས་ནས་ངས་སྦྱིན་པ་བཏང་ཡོད་བསམ་ཞིབ་པོ་ཅིག་བྱས་ཡོད་བསམ་པར་ངོ་སོ་དྲག་པོ་སྐྱེ་རོ་བདའ། མི་ལ་བཤད་པ་ཡིན་ན་ངོ་སོ་ཆག་འགྲོ་བ་རོ་བདའ། སོ་སོར་ཁ་བཙུམ་བསྡད་ནས་བསམ་བློ་བཏང་ན་རློམ་སེམས་རོ་བདའ། འོ་དེ་རེད། འོ་ད་དེའི་ཉེས་པ་དེ་ལ་དགོངས་ནས་ཆོས་སྦྱིན་མ་མཛད་པ་ཡིན། ཉེས་དམིགས་ལ་དགོངས་པ་རེད། དེའི་རྗེས་དེ་ནས་བློ་བཟང་ཆོས་འཕེལ་ལ་གནང། དེའི་དགེ་བའི་བཤེས་གཉེན་ཐུབ་བསྟན་རབ་རྒྱས་ལ་གནང། འདིས་ཐུགས་དམ་སྐབས་ལམ་རིམ་གསོལ་འདེབས་ལ་གདངས་བཏང་ནས་གསུང་རྗེས་འཇམ་ཕྱག་གིས་བཞུགས་སུ་ད་དུས་རྒྱུན་ཉམས་ལེན་རྣམ་པའི་ཁ་ཐུག་ལ། དེ་ནས་ཐུབ་བསྟན་རབ་རྒྱས། ཞུ་ཡ་དགེ་བའི་བཤེས་གཉེན་ཐུབ་བསྟན་རབ་རྒྱས་ཞུ་ཡ་དེ་ལམ་རིང་ཉམས་ལེན་གནང་པའི་ཁ་ཐུག་ལ་དང་པོ་པའི་དང་སྟེང་ནས་རྟ་འཐེན་ནས་ད་ལྟ་རྟ་འཐེན་ཡི་འདུག་བ་ང་ཚོ་ཡོན་ཏན་ཅན་ཞིག་རྟ་འཐེན་པ་ན་ད་དུས་རྒྱུན་ཡིན་ན་ཕ་མཐའི་རྩ་བའི་བླ་མ་རིན་པོ་རྟ་འཐེན་བ་བན་དེ་རྩ་བའི་ཟེར་བ་དང་འོ་དེ་འདྲའི་རྟ་འཐེན་ནས་ཁ་ལས་ཞིག

དེས་དགེ་སློང་བྱང་ཆུབ་ཐོགས་མེད་སྤྱོད་པར་གནང། འདི་དགེ་བཤེས་དང་བླ་མ་སོགས་གང་ཡང་མིན་པར་རོ། གྲྭ་པ་གྲྭ་བྱང་རང་ཡིན་པ་རེད། མིན་པར་བམ་ཆུ་རྒྱས། དེ་ནི་གྲྭ་བྱང་རང་ག་བ་ཞིག་ཡིན། རང་རེ་སྦྲང་རི་རི་ཁྲོད་དུ་བཞུགས་ནས་ཉིན་རེ་བཞིན་ནེའུ་གསིང་ཕྱོགས་སྔུན་ཞིག་ཡོད་པར། དེ་ནས་གསུང་བསྡུར་གནང་ནས་གཏོར་མ་བཏང་ནས་བཅུག་པའི་རེ་བ་དང། དེ་ནས། བཏང། དེ་ནས། སྲུང་གཏོར་གནང་རྗེས་ལམ་རིམ་ལ་ཐུགས་དམ་རྩེ་གཅིག་ཏུ་མཛད། བྱམས་སྙིང་རྗེའི་ཐུགས་རྒྱུད་ལ་འཁྲུངས་པའི་ཤུན་པ་ཁོ་ན་ག་དུས་ཡིན། རེ་བ་དང། ཁུག་ཆོག་ནེའུ་གསིང་བེར་རེ་བ་དང་དེ་འབྲེལ་ལ་ཕེབས་ནས་གཏོར་མ་བཏང་ན་ཞོག་གེ། ཨ་ལ་དེ་ནི་ལམ་རིམ་ཁོ་རང་ཐུགས་ཉམས་སུ་བསྟར་ནུས་པའི་ཨ་ནི་བའི་མིག་ཆུ་ཤུམ་རང་བསྡད་པ་ཅིག་དེ་རིགས་ཅིག་ཡོད་ཡིན་པ་རེད་ཁོ་རང་གཅིག་པུ་ཁོ་ནང་ཤུམ་པ་ཁོ་ནང་བྱས་པའི་ལུག་རྫི་བྱེད་པའི་མཐོང་ནས་ཨ་ནི་ལུག་རྫི་དེ་རིགས་པའི་རེ་ལ་རོ་ད་དེ་བ་སླེ་ཡོང་དུས་མཐོང་ནས་ད་ག་དུས་ཡིན་ན་ངུས་བསྡད་པ་ཅིག་མཐོང་གི་ཡོད་རེད་ལུག་ལུག་རྫི་བའི་ལྟད་མོ་འདྲ་པོ་མཐོང་ནས་རོ་ད་ལུག་རྫི་བྱེད་པའི་མཐོང་ནས་རྒན་པོ་གཅིག་པུ་ངུས་བ་ཡ་མཚན་ཡ་མཚན་ནང་གི་ཉིན་དེར་ལྷག་ཏུ་ལྟད་མོ་ལྟ་བར་འོངས་ས་དེ་དུས་ཞར་ལུང་ལོ་རྒྱུས་ཀྱི་ཁྲིད་རྒྱུན་དགེ་སློང་དེ་གཅིག་པུ་ལ་མ་གཏོགས་མི་བཞུགས་པས། ཆད་པར་ཉེ་བ་ན་ས་ད་དེའི་སྐབས་ལ་བོད་ལ། ཞར་ལུང་ལོ་རྒྱུས་ཀྱི་ཁྲིད་རྒྱུན་གྱི་འོར་བ་ད་དེ་ད་ལྟ་དགེ་སློང་དེ་མ་གཏོགས་ཕ་ཆེ་ཆེ་ས་རེ་མེད་པ། རེད་ད་དེ་མ་གཏོགས་མེད་ཡོད་ད། གཅིག་པུ་མ་གཏོགས་མ་བཞུགས་པས་ཆད་པར་ཉེ་བ་ན། དག་སྒྲ་མཁན་ཟུར་བློ་བཟང་སྦྱིན་པ་ཞུ་ཡ་ད་ད་པོ་གྲྭ་ཚང་གི་ཡང་མཁན་ཟུར་གྱི་ནི་མཁས་པ་ཆེན་པོ་ཞིག་རག་ཡིན་པ་རེད། འགྲོ་བ་ད་འོ་ད་དེ་ཡིས་དེ་ནི། ཞེས་བདག་གི་སྐྱབས་མཆོག་བླ་མ་རིན་པོ་ཆེའི་རབ་བྱུང་གི་སྡོམ་པ་བཞེས་ས་དེ། ལོ་རྒྱུས་ཀྱི་ཁྲིད་རྒྱུན། འོ་གཞན་དུ་ཞིབ་ཏུ་བཙལ་བྱས་ཁྲིད་རྒྱུན་ཐོབ་པ་དགེ་སློང་འདི་ལས་མེད་པས་དགེ་སློང་གི་ཉམས་ཁྲིད་མ་ཐུབ་ཀྱང། ད་དགེ་སློང་དེ་ཡོད་ས་ལ་ཕེབས་ནས། མཁན་པོ་དེ་འགྲོ་བ་ད་དགེ་སློང་དེ་ཡོད་ས་ལ་ཕེབས་ནས།